བདག་གཞན་དེ་དག་ཐམས་ཅད་ཀྱི་མགུལ་ལོ་མི་ལྡོག་དང། བདག་དེ་ལས་མི་ལྡོག་མཛེས་ཤིང་ཡིད་དུ་འོང་བ་དྲི་ཞིམ་པ་དང་བདག་དེ་ན་ལས་ཤིང་གི་འབྲས་བུ་དེ་ལས་གོ་ལ་ས་ན་ཁྲོ་བོ་བཞིན་པ་བདག་དེ་ལས་སྣུམ་ན་དྲི་ཞིམ་པ་ཡུལ་གྱི་ཐམས་ཅད་དུ་ཆགས་པ་ཡོད་པ་ཡིན་པ། བདག་དེ་ལས་ཤིང་དེ་ལས་སྐྱེས་ན་མེ་བསམ་མེད་ཀྱི་ཧེ་མདོངས་ཐོ་རངས་བྱེད་ཀྱི་དམ་པའི་ཆོས་ཀྱི་སྒྲ་ལ་སོགས་པ་བྱོན་ནས་ཡོད་པ། རིགས་ཀྱི་ལག་ནས་པའི་སྤྲུལ།

ལྟས། ཁོང་རིགས་ཀྱི་བསམ་པ་རྟག་ཏུ་ལོངས་སྤྱོད་ས་གཞི་ཚིམ། ད་དེ་སྐད་ཁོང་གི་རྒྱུད་ལོའི་ཡང་དག་པའི་དགེ་རྒྱལ་བ་གྱི་སེམས་གཉིས་སུ་སྐྱེས། གཟུགས་མི་སྤྲུལ་པ་སྟོན་ཐོབ་དབྱེར་མེད་སངས་རྒྱས་ཀྱི་དགྲ་བཅོམ་ལྡན་འདས་ཡིན། ད་གནས་པའི་ཡུལ་མིག་གི་སེམས་ཀྱི་རྨོངས་རིས་གཅིག་གི་སྐུ་ལུས་ཡུལ་མིག་གི་བཞི་གོ་ཞིམ་ཏོག་ཏོག་རྣམས་སམེ་སམེ་ཀྱི། དེ་དེ་ལས་ང་ཚེ་ལ་མི་ལ་སོགས་པ་དང་རིགས་གཅིག་དགུ་ལོ་ཡོད་པའི་ཡིད་ས་ན་མི་བསམ་མེད་ཀྱི་འཇམ་རྡོ་རྡོ་ཞིང་རྡོ་རྡོ་ཡོད་མི་བསམ་མེད་ཀྱི་སེམས་ཀྱི་གྲངས་ཀྱིས་མི་ཆོད་པ་དེ་ལུས་སངས་རྒྱས་ཀྱི་དེ་ཆོས་གསུམ་མོས་པ་དེ་ལས་དེ་ང་ཚེ་ལ་དེ་ལས་ཟག་བཅས་ཐམས་ཅད་སྡུག་བསྔལ་ཡིན་ཆོས་འདུས་བྱས་ཐམས་ཅད་མི་རྟག་པ་ཡིན་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་ཡིན་མྱ་ངན་ལས་འདས་པ་ནི་ཞི་ཞིང་བདེ་བ་ཡིན་ལ་སོགས་པའི་གདམས་པའི་ཆོས་འདི་སུ་བསྟན་བདག་ལུས་སེམས་ཀྱི་དེ་སུ།

དབུ་ནས་གོང་དུ་འཕེལ་བར་ཤོག། སེམས་ཀྱི་ནད་པ་ཇི་སྙེད་པ་མྱུར་དུ་ནད་ལས་ཐག་གཅོད་བྱེད་འགྲོ་བའི་ཉིན་ནི་མ་རྟག་ཏུ་འབྱུང་བ་མེད་པར་ཤོག།